འོ་ཁྱེད་རང་ཚོ། ད་ལྟ་བྱང་ཆུབ་སེམས་མི་རིགས་རིན་པོ་ཆེ་ཐོབ། དེ་ནས་མཚན་གནས་ཀྱི་བླ་མ་འཇར། དམ་པའི་ཆོས་ལ་ཞུགས་པའི་གོ་སྐབས་ཞུགས། དེ་ནས་ད་གྲྭ་བ། བཟོ་ཡག་གི་གོ་སྐབས་བྱུང་རྒྱུ་དེ་ཁྱེད་རང་ཚོ་སྐལ་བ་བཟང་པོ་རེད། དེ་ནས་བླ་མ་གྲོང་དབང་རིན་པོ་ཆེའི་སྐུ་མདུན་ནས། དགོན་པར་བསྡད་ཆོ་ག་ཞག་ནས་སྦྱོང། གང་ཚང་གང་ཚང་གཅིག་ཤེས་གི་ཡོད་རེད། དེ་ཤེས་བཞག་རྒྱུ་དེ། དེ་ནི་ཁྱོད་རང་ཚོ། འདི་བ་ནེ་པ་ལི་ནས་བསྡད་མཁན་ཤ་སྟག་རེད་བ། དེ་ནི་ཁྱོད་རང་ཚོ། དུས་ནམ་ཞག་བརྗོད་འདུག་སེམས་པ་བཟང་པོ་གཅིག། ཆོས་ཟེར་མཁན་དེ་ཟབ་པོ་དང་རྒྱ་ཆེ་པོ་གཅིག་མ་བྱས་ན་སེམས་པ་བཟང་པོ་ཟེར་གི་དེ་ཤེས་གི་འདུག་བ། ང་རང་ཚོ་སེམས་པ་ཟེར་མཁན་དེ་ངན་པ་ཡོད་རེད། དེ་འདྲ་མ་ཡིན་པར་སེམས་པ་བཟང་པོ་ཅིག་བགྱིས་དང། དེ་ནས་ཆོས་བཤད་རྫོགས་ཟབ་མོ། ལྷ་སྔགས་ཏིང་འཛིན་འདྲ་བོ་བཟླས་མ་ཐུབ་ན་ཡང་སེམས་པ་བཟང་པོ་དེ་ཡོད་སོང་བ་ཡིན་ན། ད་བྱང་ཆུབ་ཀྱི་སངས་རྒྱས་གང་ཕོངས་འགྲོ་ཡག་རེད་མ་གཏོགས་འགྲོ་ས་གཞན་གཅིག་ཡོད་མ་རེད་སེམས་པ་བཟང་པོ་ཅིག་དམྱལ་བ་ལ་སྐྱེ་བའི་ལོ་རྒྱུས་ཡོད་མ་རེད་བ། རེད་མ་རེད། གཟུགས་མཛེས་པོ་དམྱལ་བ་ལ་སྐྱེ་གི་རེད། དེ་ནས་ཕྱི་ལོགས་ལ་རྫུན་མ་རྫུན་མ་རྫུན་མ་ཁྲབ་ངེས། རྫུན་མ་ཁྲབ་ངེས་ཟེར་ཧ་གོ་འདོད། དེ་སོགས་དམྱལ་བ་ལ་སྐྱེ་གི་རེད། ཨ་ནི་མི་གཞན་ལ་གནོད་པ་བྱེད་ངེས་ཏེ་དམྱལ་བ་ལ་སྐྱེ་གི་རེད། སངས་རྒྱས་ལ་ཁ་གཏོང་ངེས་ཏེ་དམྱལ་བ་ལ་སྐྱེ་གི་རེད། དེ་ལས་མ་གཏོགས་སེམས་པ་བཟང་པོ་ཟེར་ཡག་ཏེ་དམྱལ་བ་སྐྱེ་སོང་བའི་ལོ་རྒྱུས་ཡོད་མ་རེད། དེ་ཡིན་དུས་སེམས་པ་བཟང་པོ་གྱིས། དེ་ནས་ཁྱེད་རང་ཚོ་ནམ་ཞར་རྒྱུན་དུ་ངའི་སྐད་ཆ་ཐོས་མ་གོ་གི་འདུག་བ། ཁྱེད་རང་ཚོ་ཚང་མ་ནམ་ཞར་རྗེས་ལ་ཞབས་བརྟན་འགྲོ་གི་ཡོད་རེད། ཞབས་བརྟན་འགྲོ་ཟེར་བ་དེ་དཔེ་ཆེན་པོ་རེད། ད་ང་རང་ཚོ་མི་མང་ཆེ་བའི་བསམ་བློ་འདོར་ན་སངས་རྒྱས་ཀྱི་བསྟན་པ། དཔེར་ཟེར་བ་དེ་ཡིན་གཅིག་སེམས་ཅན་གྱི་དོན་བྱེད་ཟེར་བ་དེ་ཡིན་གཅིག་མི་ཉིས་བརྒྱ་ཆེན་པོ་དགོན་པ་མང་པོ་ཇི་བཞིན་གྲྭ་པ་མང་པོ་ཇི་སོགས་གསང་བའི་བསམ་ཚུལ་དེ་མང་ཆེ་བ་ལ་གྱི་ཡོད་རེད། དེ་ཡང།

ཤི་བོ་ལ་ག་འདྲའི་དཀའ་ལས་ཡོད་རེད་ཁོ་བླ་མ་ཅིག་འདོན་པ་ཅིག་འདོན་ན་ཁྲི་རལ་བ་རྒྱབ་དགོས་རེད་བ་དེ་འདྲའི་འདོན་པ་འདོན་མཁན་ཅིག་ཁྱེད་རང་ཚོ་ཡིན་དུས་དུས་དེར་དེ་འདྲའི་ཅིག་འདོན་ཤོག་ད་སེམས་ཅན་ལ་ཕན་བྱེད་པོ་ཅིག་ཕོ་ཐོག་ཏུ་ཡོད་རེད་བསྟན་པ་ཡི་དཔེ་ར་སེ་དེ་རེད་བ་ད་ང་ཚོ་འདི་ཡང་ཚང་མ་སྲོང་བརྗོད་བྱ་ཆེད་ཐུབ་པའི་ཆོས་རེད་བ་དེའི་ནང་ནས་ཀྱང་སྲོག་སྔགས་ཀྱི་བསྐྱེད་རྫོགས་ཟབ་མོ་དབུང་གཉེན་པོ་དཀྱིལ་འཁོར་གྱི་ལྷ་དེ་དག་ཐམས་ཅད་འདོན་དུས་དེ་ལས་བསྟན་པ་སྤེལ་ཟེར་ད་དེ་ལས་ཟུང་འཇུག་གི་བསྟན་པ་སྤེལ་ཟེར་ན་སེམས་ཅན་གྱི་འགྲོ་དོན་བྱེད་ཟེར་ཡ་དེ་རང་རང་སོ་སོ་དཔའ་པའི། རྒྱ་ཆེ་ཆུང་ལ་མ་ལྟོས་པ། མི་རེ་རེ་ལ་ཕན་ཐོགས་ན་སེམས་ཅན་གྱི་ཕན་ཐོགས་རེད་མ་གཏོགས་ཡིན་གཅིག་མིན་གཉིས་མི་སྟོང་ཕྲག་མང་པོ་ལ་ཕན་ཐོགས་དགོས་སུ་འུ་ཚུགས་རྒྱག་ས་ཡོད་མ་རེད་བསོད་ནམས་མེད་ན། ཕན་དང་ཐོགས་དགོས་ཀྱི་ཡོད་རེད་དེ་ཐོགས་མ་ཐུབ་དུས་ཨ་ནི་རེ་རེ་ཉིན་རེ་ལ་ཕན་ཐོགས་ན་འགྲན་འགྲན་རེད། དེ་ནི་དེ་ཡོད་འདི་ཞབས་བརྟན་དེ་ཚོ་ཡག་པོ་འདོན། ཚིག་རྒྱའི་དོན་ཕྲན་འདྲ་པོ་ཞབས་བརྟན་འདོན་དུས་ཁ་པར་འཕུར་ཡག་འདྲ་པོ་དང་ཞབས་བརྟན་འདོན་དུས་སྐད་ཆ་བཤད་ཡག་འདྲ་དེ་འདྲ་མ་བྱེད་ཅེས་ནི་ཅིས་མ་བྱེད་ནའོ་ཚིག་དེ་མ་ཡག་ཐག་གཅོད་ཅིག་འདོན། འདོན། ཕན་ཐོགས་དེ་ཡོད་རེད་ཡང་ཁ་ཤས་ཀྱི་མི་སེམས་པ་ཕུ་སུ་ལྟ་བུ་ཅིག་ད་ང་ཞབས་བརྟན་འགྲོ་གི་མེད་ངས་ཁ་འདོན་བཅག་གི་འདུག་ཟེར་མཁན་འདྲ་བོ་དང་ཞབས་བརྟན་འདོན་གི་མེད་མ་ད་སྐོར་ཟེར་ན་སྡིག་པ་ཆེན་པོ་རེད་ཟེར་མཁན་དེ་འདྲའི་བསམ་བློ་གཏོང་གི་རེད་བསམ་བློ་གཏོང་ཡག་དེ་ནོར་འཁྲུལ་ཆགས་དེ་ཡོད་རེད། ཁ་འདོན་ཟེར་ཡག་དེ་འདོན་ཡག་དེ་ག་རེ་བྱས་ནས་རྩ་ཆེན་པོ་བྱེད་དགོས་རེད་ཟེར་ན། སེམས་ནང་དུ་ན་ཁ་ནས་ཟེར་མཁན་དེ་རྩ་ཆེན་པོ་འདོན་ཡག་དེ་ཡག་པོ་ཅིག་རེད་དེ། དོན་དག་དེ་གར་བྱེད་རོགས་ཟེར་ན་རང་གི་དོན་དག་རེད་དེ་འདོན་གི་ཡོད་དེ་རང་དོན་ཡིན་ཞིག་བློ་ངན་པ་ཅིག་རེད། དེ་ཡིན་དུས་ཁ་འདོན་དེ་གཟབ་གཟབ་ཅིག་འདོན་དགོས་ཞབས་བརྟན་དེ་ད་བ་ལི་བུ་ལི་ཅིག་ཆད་པ་ཆུད་པ་བྱས་ན་འགྲིག་གི་རེད་བསམ་ཡག་ཅིག་དེ་འདྲ་བྱེད་ཡག་ཡོད་མ་རེད། ཞབས་བརྟན་འདོན་པའི་ཉི་མ་དེ་ལ་ཁ་འདོན་མ་འདོན་ན་གཡུག་དགོས་རེད་དེ་ཞབས་བརྟན་འདོན་ཡག་དེ་ཉི་མ་གང་ལ་ཞབས་བརྟན་འདོན་ཡག་དེ་ཁ་འདོན་གོ་ཆོད་ཚར་རེད། དེ་ཕར་ཁ་འདོན་ཡིན་བསམ་ནས་འདོན་དང་ཨ་ནི་སེམས་པ་བཟང་པོ་ཟེར་མཁན་དེ་འདྲ་ཅིག་ལ་སེམས་པ་བཟང་པོ་ཟེར་གི་རེད་དེ་ཡིན་དུས་ཡག་པོ་འདོན།

དེ་བླ་མའི་ལས་ཀ་མ་རེད་བ། དེ་ཡིན་དུས་སྐོར་ཟ་ཟེར་ཡག་དེ་ང་རང་ཚོ་ལ་ཐོབ་ཐོང་ཡོད་དུས་དེ་ཟ། ཨང་དང་འདོན་པ་ཡག་པོ་འདོན་ད་སེམས་ཅན་ལ་ཕན་ཐོག་འགྲོ་དེ་ནམ་ཞར་རྗེས་འདུག་ཁྱོད་རང་ཚོ་བ་ཡུལ་བོད་དར་ལ་བསྡད་དུས་མཆོད་རྟེན་སྐོར་ར་འདྲ་འགྲོ་སྐོར་ར་འདྲ་འགྲོ་ཡག་དེའང་དེ་དག་ཐམས་ཅད་རང་གི་དོན་ལ་སྨོན་ལམ་བརྒྱབ་མ་དེ་དེ་རིང་ངག་ལ་ཞབས་ཞབས་བརྟན་བྱེད་མཁན་གྱི་གསོན་པོ་དེ་དག་ཐམས་ཅད་ཞབས་བརྟན་འདོན་ས་གི་གསོན་པོ་དེ་དག་ཐམས་ཅད་ཀྱི་དེ་ནས་དཔེར་ན་ལུས་ལ་ན་ཚ་མེད་པར་བྱོས་སེམས་ལ་སྡུག་བསྔལ་མེད་པར་བྱོས་ཚོང་ལམ་དུ་འགྲོ་བར་བྱོས་བར་ཆད་ཞི་བར་བྱོས་སོགས་སྨོན་ལམ་བརྒྱབ། ཡིན་གྱི་མི་ཉིད་ཞབས་བརྟན་འདོན་དུས་ཉི་མ་དེ་ལ་ཞབས་སྨོན་ལམ་བརྒྱབ་ཆོག་ཡ་གཅིག་ཏུ་ཞབས་བརྟན་མ་འདོན་དུས་སྨོན་ལམ་བརྒྱབ་ཆོག་ཡ་མི་དགོས་ཡ་གཅིག་མར་ག་དུས་ཡིན་ན་སྦྱིན་བདག་ཚེ་སྲོག་གི་དོན་དུ་ལ་སྨོན་ལམ་བརྒྱབ་ཤི་བོ་ཚེ་སྲོག་གི་དོན་དུ་ཐམས་ཅད་ལ་སྨོན་ལམ་བརྒྱབ་དང་ཡང་ཁྱོད་རང་ཚོའི་སྐོར་དེ་ལ་སྡིག་པ་འབྱུང་གི་མ་རེད་མ་ད་དེ་རིང་ཞབས་བརྟན་འདོན་ཚེ་ཁོ་ལ་སྨོ་བ་བརྒྱབ་ཚེ་ད་སོང་ཉིན་བརྒྱབ་མི་དགོས་ས་ཡ་ཡོད་མ་རེད་བ་མི་ཚེ་གཅིག་ལ་སྦྱིན་བདག་ལ་བརྟེན་དགོས་ཀྱི་ཡོད་དུས་སྦྱིན་བདག་དེ་གི་དོན་དུ་ལ་ག་དུས་ཡིན་ན་ཁ་འདོན་འདོན་གི་ཡོད་ན་འདྲ་མཆོད་རྟེན་བསྐོར་གི་ཡོད་ན་འདྲ་མཆོད་མེ་ཕུལ་གི་ཡོད་ན་འདྲ་སེམས་པ་དང་རྒྱ་ཆེན་པོ་བཅོལ་ནས་ཕ་སྨོན་ལམ་ཡག་པོ་བརྒྱབ་དང།

ད་ལི་བུར་འཁྲུལ་བ་དེ་ཁོས་འོང་གོ་རུ་བ། དེ་དཔེ་བཞག་ནས་ཁྱོད་རང་ལ་ཐོབ་འདོད་དེ་ལ་སྡིག་པ་ཡོད་མ་རེད། དེ་ལ་སྡིག་པ་ཡོད་ན་ད་འཛམ་བུ་གླིང་སྡིག་པ་མེད་མཁན་ཅི་ཡོད་མ་རེད་དེ་ནི་ད་ཤི་ཡག་རང་ཤི་རྒྱག་ཡ་རེད་མ་གཏོགས་གཞན་བཟོ་ཡ་ཅི་མེད་རེད། དེ་ཡིན་དུས་སྐོར་དེ་ཟ་དང་ཅི་བྱེད་མ་རེད་སྐོར་དེ་ཟ་དུས་སྐོར་དེ་ཡག་པོ་བྱེད་ནུས་དོན་སེམས་པ་བཟང་པོ་བྱེད། དེ་ནི་ཧ་གོ་སོང་ཨ། དེ་འདྲ་བྱེད་ད་ཕན་མང་པོ་ཐོགས་འགྲོ་གི་རེད་ཁྱོད་རང་ཚོ་ཕན་མི་ཐོགས་ཟེར་ན་ཕན་ཞེ་པོ་ཅིག་ཐོགས་གི་རེད་ག་རེ་ཟེར་རོ་ཟེར་ན། བླ་མ་མི་རག་ངེས་དེ་ཚོ་ལ་ག་འདྲི་དཀའ་ལས་འདུག་བླ་མ་ཞིག་རག་ན་ཁོང་ཚོ་ག་འདྲི་དགའ་གི་འདུག་དེ་གཅིག་པུ་དགེ་བ་མ་གཏོགས་དགོས་གི་ཡོད་མ་རེད་བསམ་བློ་དང་རྒྱ་ཆེན་པོ་གཏོང་མ་ཐུབ་ན་སེམས་ཅན་ལ་ཕན་ཞེ་པོ་ཅིག་ཐོགས་དུས་ཁྱོད་རང་ཚོ་བསམ་བློ་ཡག་པོ། དང་ཐུགས་རྗེ་ཆེ་དེ་ནི་མང་པོ་ལ་ཡང་མེད། འོ་ཡ་ད་གོ་སོང་ཨ། འགྲིག་སོང་ཨ། བར་ལྡན་བླ་མའི་རྣམ་པར་ཐར་བ་ལ་སྐལ་ལྕེ་ཚང་བའི་ཐུགས་རྗེ་ཆེ། ཀླད་པར་མཐོང་བའི་མོས་གུས་ཀྱིས་བླ་མའི་སྤྱན་སྔར་གསང་སྔགས་འཇུག་པར་བྱོས། བསྐལ་བ་ཀུན་ཏུ་ཡང་དག་བླ་མ་སྒྲོལ་མའི་ཆོས་ཀྱི་པཱ་ལགས་ལོངས་སྤྱོད་ཀྱི་ས་དང་ལམ་རྒྱུད་ཡོན་ཏན་རབ་ཏུ་རྡོ་རྗེ་འཆང་གི་སྒོ་མོ་ནས་ཐོབ་ཤོག་ཨང། ཨོ་རྒྱན་ཡིག་བརྒྱུད་མདོ་སྦྱོང་ཚ་པད་མ་གེ་སར་སྡོང་པོ་ལ་ཡང་མཚན་ཕྱོགས་ཀྱི་འཁོར་དང་མཁའ་འགྲོ་མ་འབུམ་གྱི་ཆས་རྗེས་སུ་བཟླས་པའི་ཤིང་ལ་ཡེ་ཤེས་སུ་གུ་རུ་པདྨ་བསིལ་ལྡན་འོད་ཀྱིས་བདུད་ལས་ཉེས་བྱས་བྱུང་ན་མགུར་རིན་པོ་ཆེར་གསོལ་བ་ཐོབ།